གྲྭ་ཚོགས་ཆེན་པོ་དེ་རྣམས་སླར་ཡང་བཅའ་འཆོལ་བ་བྱེད་ཟེར་ནས་ཞུས་བ་ཡིན་ལྷན་གྱི་རྣམ་པ་ཚོ་བཀྲ་ཤིས་བདེ་ལེགས་རོལ། ད་ད་ལྟ་ངའི་ངོ་དེབ་ཀྱི་དྲ་ཚིགས་འདི་འདི་ནང་ལ་ཡང་བཏང་བཞག་ཡོད་ད་ག་ནང་བཞིན་ངོ་དེབ་ཀྱི་པར་རྒྱ་བཤད་བ་གཉིས་སུ་ཞིག་གཉིས་གསུམ་སུ་ཞིག་བཏང་བཞག་ཡོད་རོ། ཨ་ནི་ལྷན་གྱི་རྣམ་པ་ཚོ་འདི་ཅིག་གཟིགས་དང་རོལ། དང་པོ་དེ་ལ་ག་རེ་ཞུས་ཡོད་རེད་ཟེར་ན། ད་ཁྱོད་རང་གི་ངོ་དེབ་ཀྱི་དྲ་རྒྱ་འདི་ཉི་མ་བཅུ་བཞི་རིང་གང་བེད་སྤྱོད་བྱེད་ཡ་མི་འདུག་ཟེར་ད་མདོ་ཡང་ཉི་མ་བཅུ་བཞི་བེད་སྤྱོད་བྱེད་ཡ་མི་འདུག་ཟེར་ནས་འདི་འཁོད་ཡོད་རེད། བསྙེལ་བ་དེ་ལ་ཡང། ངས་ང་རང་གི་ད་ལྟ་ཡུལ་གྲུབ་ཀྱི་དྲ་ཚིགས་བཟོས་བཞིན་ཡོད་ཅིག། གང་ལ་ཡང་མཆན་ག་རེ་རྒྱག་རེས་ཟེར་ན་སུ་ཞིག་ཀྱང་ངའི་སྐད་བཀག་མི་ཐུབ་ཟེར་ནས། དཔར་གསུམ་སོ་བརྒྱད་ཟེར་ནས་ངའི་སྟེ་བྲིས་ཡོད་རེད། འདིའི་ནང་ལོགས་ལ་ག་བྲིས་འདུག་ངས། ང་རང་ཚོ་གི་བུད་མེད་ད་ཅིག་བོད་པ་ཅིག་ལ་ཡ་དཀའ་ངལ་འཕྲད་ནས་གདོང་དང་གདོང་བསྟུན་ནས་སློང་མོ་རྒྱག་འོང་དུས་དངོས་གནས་དཀའ་ངལ་ཅིག་འཕྲད་ཡོད་རེད་བསམ་ནས་སོ་སོ་གི་དེ་ལ་ཡ་གཉེན་ཐུགས་རྒྱུད་བཟོས་ནས་དེ་ལ་རོགས་པ་བྱེད་རོགས་བྱེད་ཟེར་ནས་ངས་དེ་བཀྲམས་ཡོད་རེད་རོ། ཨ། ད་ལྷན་སྐྱེས་རྣམ་པ་ཚོ་གི་ཟེར་ཡག་རེད་ད། ངའི་ངོ་དེབ་ཀྱི་དེའི་ནང་ལོག་ལ་ཡ་ད། གར་གར་བཀྲམ་འདུག་ལྷན་སྐྱེས་རྣམ་པ་ཚོ་གི་ཟེར་རོགས་གྱིས། ད་འདི་ངའི་ངོ་དེབ་དེ་ད་ལྟའི་རིང་ག་དེ་ལ་ཡ་ཀ་ཐུག་ཀ་ན་དགའ་ཉེ་གི་མི་གཉིས་ཡོད་ད། མི་མི་གཉིས་ཟེར་ནས་ད་ལྟ་བ་ལང་མཆོག་གཉིས་ཟེར་ནས་འདྲ། འོ་འདི་ལ་ཐུག་དེ་རེད། འདི་ལ་དགོས་པའི་རྒྱུ་མཚན་ག་རེ་ཞུས་པ་ཡིན་ན། ད་ལྟ་བར་དུ་ལ་ཡ། ངའི་ངོ་དེབ་འདི་ནང་ལོགས་ལ་ཡ། དགྲ་ལ་ཁ་བཏད་རྐྱང་རྐྱང་ཅིག་བྱས་ནས། དགྲ་དགོང་སུ་ཡིན་པ་དེ་ཧ་གོ་ནས། རྒྱ་མི་ལ་ཡ་ཁ་བཏད་རྐྱང་རྐྱང་ཅིག་བཀྱགས་ནས། ངོ་དེབ་ནང་ལོགས་ལ་བཀྲམ་ཤེས་རེད་གདོང་དང་གདོང་མེད་ནས་ལས་གདོང་པ་མེད་ནས་ལས། ངས་འདི་ནང་ལོགས་ལ་ཡ། བརྙན་ཐུང་བཀྲམ་རྒྱོ། ཨ་ནི་ཅིག་གནས་ཚུལ་སྤེལ་རྒྱོ། ཟས་ཞོ་དང་ཕྱེ་ར་འཚོ། སྐྱི་པགས་ལ་ཕན་ཡག་ཅིག་མ་གཏོགས་ཅིག་སྐྱི་པགས་ལ་གནོད་ཡག་ཅིག་སྤུ་ཙམ་བཀྲ་མེད། བོད་དོན་ཐོག་ལ་ཡིན་ནའི་ལས་ཁེབས་དྲག་གང་མ་མང་གང་དྲག་དྲག་ཅིག་བྱེད་བཞིན་ཡོད་རེད། ཁྱེད་རང་ཚོ་བསམ་པ་ལ་ཡང་ང་འདས་སྤྱི་ཚོགས་དྲ་རྒྱ་དེ་སྐད་འཕྲིན་ནང་ལོག་ལ་ཡག་ཅིག་སྐད་འཕྲིན་ཟེར་བ་རྟ་འཕྲིན་ཟེར་རེད་རྟ་འཕྲིན་ནང་ལོག་ལ་ཡག་ཅིག་པགས་པགས་པགས་བཤད་བསྡད་དེ་སྤྱི་ཁོག་རེད་བསམ་ཁོ་ཐུབ་བས། འཛིན་སྐྱོང་ལ་ཁ་བརྡའི་སྤྱི་ཁོག་བསྐྱངས་བསྡད་དེ་རེད་བསམ་ཁོ་ཐུབ་བས་འདི་འདྲ་རྩ་བ་ཉིད་ནས་མ་རེད་དེ། ཁྱེད་རང་ཚོ་རྣམ་པ་ཚོ་ནོར་རེད། ངའི་ངོ་དེབ་འདི་ནང་ལོག་ལ་ཡག་མ་ཡག་པོ་གཅིག་གཟིགས་ཞུ་དང། ཁ་བསྟོད་སུ་སུ་རེ་བཅག་འདུག་ཚང་མ་མཐོང་གི་རེད། གནས་ཚུལ་ག་རེ་ག་རེ་སྤེལ་གྱི་འདུག་དེ་ཚོ་ཚང་མ་ཞིག་བལྟ་ཞོ་དང། རྒྱ་མི་གསོ་བ་རེད་འདུག་དང་རེད་མི་འདུག་ཟེར་དེ་འདྲ་ཚང་མ་མཐོང་གི་རེད་ཟེར་ཞུ་ཡ་ཡིན་རོ། ངའི་འདི་ངོ་དེབ་འདི་དང་ད་འདྲ་དཀའ་ན་དགའ་ཉེ་གཉིས་ཡོད་རེད་དང་གཉིས་མ་གཏོགས་ཡོད་མ་རེད་དེ། གཉིས་དེ་སུ་རེད་ཤོད་བས་ཡིན་ན་གཅིག་དེ་རྒྱ་མི་རེད་ད། རྒྱ་མི། ད་རྒྱ་མི་དེ་དགའ་གི་རེད། གང་ཡིན་ཞེ་ན་ངའི་ངོ་དེབ་དེ་བཀག་ཐུབ་པས་ཡིན་ན་ཨ་ངའི་ད་ལྟའི་བོད་ནང་ལོག་ལ་ཡ་དཀའ་ངལ་ཡོད་བ། ཨ་ནི་བོད། བཙན་བྱོལ་ནང་ལོག་ནས་ཨ་ནི་བོད་བོད་མི་གི་ཨ་ནི་ཅིག་བདེ་སྡུག་ཆེད་དུ་ལ་ཡ། ངོ་རྣམ་དཔྱོད་ལྟོས་འཇོག་གི་དེ་ཚོ། དཔེ་ཡ་མེད་པ་ཆགས་འགྲོ་གི་རེད། ད་ག་ནང་བཞིན་རེད་ཨོ་ལོམ་པིག་རྩེད་མོ་རྩེ་བའི་སྐབས་སུ་ངའི་དེའི་འོག་དེ་ལ་ཡ་མཆན་རྒྱག་མི་འགྱོ་ཆགས་པ་རེད། མི་སུ་གི་ངོ་ཐད་ནང་ལོགས་ལ་ཡ་གནས་ཚུལ་ག་རེ་སྤེལ་བ་ཡིན་ནའི་འདྲ་དེ་ལ་ཡ་མཆན་གཙང་བ་ཉིད་ནས་རྒྱག་ཡ་མི་འགྱོ་ཅི་བཟོད་ཐུག་པ་རེད་དེ། འདི། ང་རང་ཚོ་གི་དགྲ་བོ་ངོ་མ་རྒྱ་དེ་ག་ཅིག་རེད། མཆན། དུ་ཚོ་ག་ཚོད་སྡུག་ཅག་ག་ཚོད་ཡོད། བྱུང་ནས་ལས་ཨ་ནི་ཨོ་ལོམ་པི་ཏེར་ལས་ཡ་མིང་ཆད་ཅིག་ར་ཡ་དེ་ཁོང་ཚོ་ཧ་གོ་གི་ཡོད་ར་བ། བྱས་ཙང་འདི་ཀ་བ་རེད། རྒྱ་མི་དགའ་ཡ་ཆིག་རེད། ད་ངའི་གིས་ད་ལྟ་ངོ་དེབ་དེ་ནང་ལོག་ལ་ཡ་གནས་ཚུལ་སྤེལ་ཡ་མེད་འགྱོ་ད་མཆན་རྒྱ་ཡ་མེད་འགྱོ་བཟོ་ན་གཉིས་བ་དེ་སུ་ག་གོ་བ་རེད་ཟེར་ན་ད་ལྟའི་འཛིན་སྐྱོང་རེད། ད་ལྟའི་འཛིན་སྐྱོང། ད་ལྟའི་འཛིན་སྐྱོང་དེ་གའི་གནང་སྟངས་མ་འདྲི་བ་དང་ཁ་ནོར་བ་དང་ལོ་རྒྱུས་ནོར་བ་དང་རྒྱལ་རབས་ནོར་བ་དང་ལམ་སྟོན་ནོར་བ་རོ། ཨ་ནི་དམངས་གཙོ་རྡོག་རོལ་བཏང་བ་དེ་ཚོ་ཆ་ཚང་གཅིག་ངས་འདི་ནང་ལ་ཡ་བཤད་ཡོད་རེད། རེད་བ། གལ་སྲིད་ངས་འདི་ན་ལོ་གནས་ཚུལ་ཡང་བསྐྱར་སྤེལ་མ་ཐུབ་ཡ་བཟོ་ཡ་དང། སྐད་ཆ་བཤད་མ་ཐུབ་ཡ་བཟོ་ཡ་མཆན་བརྒྱབ་མ་ཐུབ་ཡ་བཟོ་ཡ་བྱས་ན་དགའ་ན་ཁོ་ཚོ་འདི་སྐད་དེ་དགའ་གི་རེད། ཡིན་ནའི་ལེ་གྱོང་འདི་སུ་ལ་རག་རེད། གྱོང་འདི་སུ་ལ་རག་རེད། འདི་ཁྱེད་རང་ཚོ་དགོངས་པ་བཞེས་དང། བོད་ནང་ལ་ལྷག་བསྡད་པའི་གཞིས་ལུས་བུད་མེད། ས་ཡ་དྲུག་ད་བར་ང་ཚོ་བོད་མི་ས་ཡ་དྲུག་ལ་དབོར་བ་དང། བརྒྱ་ཆ་དགུ་བཅུ་གོ་དགུ་དང་ཚ་དགུ་དེ་ལ་ཡ་གྱོང་རག་གོ་ཡོད་རེད། གཅིག་དེ་རེད། གཉིས་པ་དེ་ལ་ཡ་བཙན་སྐྱོང་ནང་ལ་ཡོད་བསྡད་པའི་གིས་ད་བོད་མི་དེ་ཚོ་ལ་ཡ་གྱོང་རག་གོ་རེད། དམངས་གཙོ་གི་གོ་རྟོགས་དེ་རག་གི་ཡོད་མ་རེད། འཛིན་སྐྱོང་གི། ད་ལྟའི་འཛིན་སྐྱོང་གི་གནས་སྟངས་ག་རེ་ཆགས་ཏེ་ཡོད་མེད་དེ་གོ་གི་ཡོད་མ་རེད། རྒྱ་གར་རིན་པོ་ཆེ་གི་སྐུ་གཟུགས་ཐོག་ཅིག་ཐོག་ལ་ཡང་ནི་གནས་ཚུལ་ག་འདྲས་ཡོད་མེད་དེ་གོ་གི་ཡོད་མ་རེད་འདི་རེད་ད། གྱོང་དེ་སུ་ལ་རག་གི་འདུག་ཁྱེད་དེ་ག་རེ་རག་གི་འདུག། བསམ་བློ་བཏང་ཡ་རེད་བ། ཁྱེད་རང་ཚོ་ཟིན་ཤོག་ཨ་ངའི་ངོ་དེབ་དེ་ནང་རོགས་ལས་ཡ། ངོ་དེབ་དེ་ག་དུས་བཟོས་འདུག་བཟོ་ཡ་དེ་ག་དུས་འགོ་བཙུགས་འདུག་སྐད་ཆ་ཤེས་ཡ་དེ་ག་དུས་སྐད་ཆ་ཤེས་ཡ་འགོ་བཙུགས་འདུག་དང་པོ་ངའི་དམིགས་ཡུལ་ག་རེ་ཡིན་མིན་དེ་ངས་ཆ་ཚང་བྱེད་འདོད་ན་ཐུགས་མཁོ་རེད་ཁྱེད་རང་ཚོ། ངོ་དེབ་དེ་ནང་རོགས་ལས་མ་ཟིན་ཤོད་ད། ང་ད་ལྟ་སྐད་སྐད་ཆ་དེ་ཚོ་ཚང་མ་བྲིས་ནས་དེ་འདྲ་བྱེད་ཀྱི་མེད་ད་ས་སེམས་ལ་གང་དྲན་པ་དེ་དེ་མ་བཤད་ཀྱི་ཡོད་གང་ཡིན་ཟེར་ན་སོ་སོ་དྲང་པོ་རེད་སོ་སོ་བདེན་པ་རེད་གང་དཔེ་ཡོད་པ་དེ་སྤེལ་བ་རེད་དང་པོ་ལྟ་ཞོད་ད་ལོ་རྒྱུས་དང་པོ་དེ་འདྲ་མ་ལྟ་ཞོད་ད། ང་ཚོའི་དགོས་ཡ་དགྲ་དེ་རྒྱ་མི་ཡིན་པ་དེ་ཧ་གོ་ནས་ངས་རྒྱ་མི་གང་ལ་ཡང་ཁ་བཏད་རྐྱང་རྐྱང་གཅིག་བཅག་བྱས་རེད། དེ་ནང་ལོག་ལ་གཟིགས་ཞུ་ཁྱོད་རང་ཚོ། དེ་ནས་འཛིན་སྐྱོང་གི་གནང་སྟངས་དེ་མ་འགྲིག་འོན་ཏུ་ཁ་ལི་ཁ་ལི་ཁ་ལི་ཁ་ལི་ཨ་ནི་བཙན་བྱོལ་གྱི་ང་རང་ནང་ལོག་ལ་ཡ་ཨ་ནི། འཛིན་སྐྱོང་གི་གནང་སྟངས་དེ་དངོས་གནས་སྐོར་མི་མང་ལ་གོ་རྟོགས་སྤེལ་དགོས་འདུག་བསམ་ནས་ངས་སྤྱི་ཚོགས་ནང་ལོག་ལ་ཡ་བཙན་བྱོལ་གྱི་ནང་ལོག་ད་ང་རང་ཚོ་ཁ་ལོག་ར་བོད་གཞུང་གི་གནང་སྟངས་དེ་གང་ལ་ཡ་སྐད་ཅིག་བཤད་པ་རེད། གང་ཡིན་ཟེར་ན་བོད་ཀྱི་འཐབ་རྩོད་དེ་གནས་ཡའི་ཆེད་དུ་ལ་ཡ། བོད་གཞུང་དེ་གནས་དགོས་གོར་བོད་གཞུང་དེ་གནས་དགོས་ཡ་ལ་དམངས་གཙོ་གནས་དགོས་གོར་དམངས་གཙོ་གནས་དགོས་ཡ་ལ་ཡ། གང་གི་ལས་ཀྱི་སྣེ་མོ་བ་དང་ཟུར་གྱི་དམངས་གཙོ་ཡང་དག་པ་གཅིག་ལ་ལན་བསྟར་དགོས་གོ་ཡོད་རེད། ད་ག་ནང་ཤེས་རེད་མི་དམངས་དཀྱུས་མ་ཡིན་ནའི་འདྲ་ང་དང་ང་ལྟ་བུ་དེ་ཡིན་ནའི་ལ་དམངས་གཙོ་ཡང་དག་པ་གཅིག་ལ་ལན་བསྟར་ཡ་དང་བཅུན་བཅུན་ཡང་དག་པ་གཅིག་བྱེད་ཡ་དེ་ཤིན་ཏུ་གལ་ཆེན་པོ་ཡིན་ཡིན་ཙང་ངས་དེ་བཟོ་གི་ཡོད་རེད། ད་ཡི་གེ་ལ་ཡང་འཛིན་སྐྱོང་ཡོད་ཉེས་དེ་ཚོ་ཚང་མ་ཅིག་སུ་སུ་སུ་སུ། འདི་ནང་ལོགས་ལ་ཡང་སྨྲ་རང་སངས་སངས་ཀྱིས་བསྟོད་དགོས་རོགས་དང། རྟོག་རྟོག་ཞུ་བའི་ཡིན་ན། ཁ་ནོར་སོང་ན་ནོར་སོང་དག་དུས་ཚོད་དང་ཚུལ་ཚད་གྲངས་དང་ཆ་ཚང་གྱི་བར་སྦྱར་ནས་སུ་སུ་གི་ནོར་བྱ་འཇོག་དེ་ཚོ་མ་ཤེས་དགོས་རོགས། ཨ། ལམ་སྟོན་ནོར་འཇོག་བྱེད་འཇོག་དེ་ཚོ་བྱས་སོང་དག་ཟེར་ནས་དཔང་རྟགས་ཁུངས་རྟགས་ཡོད་ནས་མ་སྟོན་གི་ཡོད་རོགས། ད་དེ་ཚོ་འགྲིག་གི་ཡོད་མ་རོགས་དང། འོ་དེ་བྱས་ན་ང་ཚོ་གི་ངོ་དེབ་ལྟ་བུ་དེ་འདྲ་བཀག་བསྡད་ཀྱི་ཡོད་རེད། གལ་སྲིད་ང་དང་ང་ལྟ་བུ་དེ་འདྲ་སྤྱི་ཚོགས་དཀྲུག་ཉེན་དེ་འདྲ་ཡིན་ན། ཁྱེད་རང་ཚོ་ཚང་མ་ག་ཧ་གོ་གོ་རོ་ཞུ་མི་ཅུན་ཅོ་མ་ཉན་ཁ་ཡོག་ད་འདྲ་ཡིན་ནས་བྱེད་ཐུབ་ཀྱི་ཡོད་རོ་བ། དགེ་སློང་ཡང་དག་པ་དང་ཚོ་ལ་ཡ་ཁ་ག་ཚོད་བཏང་གི་འདུག་སྤྱི་ཚོགས་ག་ཚོད་དཀྲུག་གི་འདུག་མ་ཉན་ཁ་ཡོག་བྱེད་སོ་ཞི་མི་ཅུན་ཅོ་བྱེད་སོ་ཟེར་ནས་ག་ཚོད་ལབ་གི་འདུག་ད་ག་ནང་ཆེན་རེད་ཉིས་སྟོང་བཅུ་དྲུག་ནས་ད་ལྟ་བར་དུ་ལ་ཡ་ནི་སྐུ་པར་མཐོང་གྲོལ་རིན་པོ་ཆེ་དང། ལྐོག་ཟ་རིག་གསུམ་དང་ཀྱི་མ་གཡོས་ཁ་གཡོག་ཞུ་མིན་བཅུན་གཅོད་ག་ཚོད་བྱས་སོང་གལ་སྲིད་འདི་འདྲའི་ཅིག་ཡིན་པ་ཡིན་ན་སྤྱི་འཐུས་གྲོས་ཚོགས་ནང་སླད་དགུ་གོ་ར་གྲོས་ཚོགས་ནང་ལོ་ལ་ཡ་ཉི་མ་གཅིག་སྐད་ཆ་བླང་གི་འདུག་ཡ་བླང་གི་མི་འདུག་ཨང། གང་ཡིན་ཟེར་ན་འདི་ལ་ཡ་གཞི་རྩ་མེད་པའི་སྐད་ཆ་བཤད་འོང་དུས་དེ་སྐད་སྤྱི་འཐུས་གྲོས་ཚོགས་ནང་བླང་གི་མ་རེད་དེ། ད་ལྟ་ང་རང་ཚོ་བཤད་བསྡད་ཡ་འདུག་ཚོ་ཆ་ཚང་ཅིག་གཞི་རྩ་ཡོད་པའི་སྐད་ཆ་བཤད་འོང་དུས་སྤྱི་འཐུས་གྲོས་ཚོགས་ནང་ལོ་ཡིན་ནས་ཡ་བླང་འོང་གི་རེད་བ། ད་མ་འོང་པ་ཡིན་ནས་ལ་བརྒྱ་ཆ་བརྒྱ་ང་ཚོ་གི་ད་ལྟ་ཡ་བཤད་བསྡད་ཡ་འདུག་ཚོ་སྤྱི་འཐུས་གྲོས་ཚོགས་ནང་བླང་གི་རེད་དེ་བརྒྱ་ཆ་བརྒྱ་བླང་གི་རེད། དཔེ་མཚོན་ཙམ་དང་པོ་གཅིག་ཞུ་བ་ཡིན་ན། རོ། སྲིད་སྐྱོང་གི་སློབ་ཡོན་བརྒྱད་བོ་མིང་བརྒྱད་བོ་བརྒྱ་ཡ་ལ་ཡ་དེ། གླང་གི་རེད་བརྒྱ་ཆ་བརྒྱ་རེད། ད་ག་ན་ཤེས་རེད། ད་ལྟའི། བུད་མེད་ཚོགས་པ། གི། གཞུང་གི་ད། བོད་གཞུང་གི་ཨ་ནི། ཨ། སྲུང་འཛིན་བྱེད་ཡ་དེ་ད་ལྟ་བཀའ་ཤག་གི་ཕྱི་གཏན་རྒྱ་ཡིན་ལགས་སོ་དེའི་སྐད་ཆ་དེ་བརྒྱ་ཆ་བརྒྱ་བླང་གི་རེད་ཟེར་ནས་ཞུ་ཡ་ཡིན་ད། བརྒྱ་ཆ་བརྒྱ་བླང་གི་རེད། དེ་དང་འདི་ལྟ་བུ་དེ་འདྲ་རྐྱང་རྐྱང་ཅིག་རེད་ང་ཚོའི་སྤྱི་ཚོགས་དྲ་རྒྱ་ནང་ལ་སྐད་ཆ་བཤད་འོང་དུས་སོ་སོ་གི་སྐད་ཆ་བཤད་འཇོག་དེ་སོ་སོ་གི་བདག་པོ་རྒྱག་ནས་སོ་སོ་གི་དེ་ནང་ལ་ཉར་ཐུབ་གི་ཡོད་རེད་བ་བྱས་ཙང་འདི་རེད། ད་ངའི་ངོ་དེབ་འདི་བཀག་ཐུབ་བཀག་ན་དགའ་ཉེ་གཉིས་ཡོད་རེད་གཅིག་དེ་རྒྱ་དམར་བོ་དེ་རེད་གཉིས་པ་དེ་ད་ལྟའི་འཛིན་སྐྱོང། བཀའ་ཤག་ནང་འཛིན་སྐྱོང་ད་ལྟའི་འཛིན་སྐྱོང་བཀའ་ཤག་ཨ་ནི་སྤྱི་འཐུས་ཁ་ཤས་ཤིག་ཡོད། དྲང་པོ་ཞིག་ཡིན། ལས་ཐོག་སྤྱི་འཐུས་ཁ་ཤས་ཤིག་ཡོད་སྤྱི་འཐུས་ཟུར་པ་ཁ་ཤས་ཤིག་ཡོད་དེ་ཚོ་རྐྱང་རྐྱང་གྱི་རེད་ཟེར་ནས་འོ་དེ་འདྲ་གྱི་ཞུ་འདོད་བྱུང་སོང་ལགས་སོ།